ཤ་རུས་གདན་གྱི་ཆུ་ལས་མཆེད་པའི། གཅིག། ངོ་རང་བཟོ་ཐབས་མཛོད། ཁ་ཕྱོགས་གཅིག་པ་ལྟ་བ་གཅིག་པ་ལངས་ཕྱོགས་གཅིག་པ། ཡིན་པས་དྲ་གྲོགས་སེར་སྐྱ་ཕོ་མོ་ཡོངས་ལ་ཡང། ཨ་ནི་ཕྱི་ལོ་ཉིས་སྟོང་གྱ་མེད་ཉི་ཤུ་རྩ་གཉིས་ལོ་གསར་པ་འདིའི་ནང་ལ་ཡ། ཨ་ནི་ངོ་རང་བཟོ། བོད་ཀྱི་བདེན་མཐའ། གྱོ་ནས་མྱུར་དུ་སེལ་བྱེད་བོད་གཞིས་བྱེས་གཉིས་མཉམ་འཛོམས་ཡོད་པའི་བཀྲ་ཤིས་སྨན་ཁང་དང་བཅས་ལྷག་པར་དུ། རང་ཅག་ཁ་བ་རི་བ་རྣམས་ཀྱི་མེ་ཏོག་གང་ལ་ཕབ་པའི་ལྷ་སྐལ། ཨོ་ད་ང་རང་བཟོ་རང་ཅག་རྣམས་ཀྱི་བདེ་སྐྱིད་གཉིས་ཀྱི་སྐྱབས་གནས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་པ་དང། ཐུགས་ཀྱི་བཞེད་དོན་ཐ་དག་པད་མའི་ལྷན་ཅིག་སྤྲུལ་པའི། ཨེ་ནུ་ལ་གསར་བ་འདི་རྣམས་ལ་ཡང་བཀྲ་ཤིས་སྨོན་འདུན་དང། ལྷག་པར་དུ། ང་རང་ཚོ་གི་ཚོགས་པ་འདིའི། དམིགས་ཡུལ་རེད། དགོས་པ་རེད། འོ་ད་འདི་ག་དེ། ཆ་ཚང་ལོ་གསར་པ་འདིའི་ནང་ལ་ཡང་གོང་ནས་གོང་དུ་ཕེབས་པའི་གི། འོ་ད་ཐུགས་བརྩེ་ཆེ། ལོ་གསར་པའི་གི་འཚམས་འདྲི་དུ་བཅར་བ་ཡིན། དེ་དང་མཉམ་དུ་ལ་ཡང། ད་དགོས་པ་རང་ཉིད། ཚོགས་པ་འདིའི་ནང་ལ་ཡང། མཛོད་ཆེ་ཁ་ལ་གང་འཚམས་ཅིག། འགྲོ་སོང། ཡིན་པ་ཡིན་ན་ཡང་དེ་སྔོན། ད་ཅིག་སོ་སོ་གི་སེམས་ཀྱི་མ་བཟོད་པའི། ད་ལྟའི་གི་ང་རང་ཚོ་གི་འཛིན་སྐྱོང། འོ་ད་ཅིག། བདམས་ཐོན། སྲིད་སྐྱོང།

ཞུགས་པའི་གནས་སྤུན་ཟླ་མང་པོ་ཞི་བ་བྱེད་ལ་ཡ། སེམས་ཀྱི་ནང་ལ་ཡ་མ་ག་ཆེན་པོ་ཞི་བ་གཅིག་བཟོས་བསྡད་པ་ཅིག་ད་ང་རང་ཚོ་གི་ད་ལྟའི་ཁྲིམས་ཞིབ་པ། ཆེ་བ། ད་ཁོ་སོ་ན་ནོར་བུ་རེད་ད་ང་ད་བཞེངས་ཀྱི་དེའི་འོག་གི་ཁྲིམས་ཞིབ་པ་གཉིས་བཅས། དེ་བཞིན་གྱི། ཨ་ནི་ང་རང་ཚོའི་འཛིན་སྐྱོང། ད་བདམས་ཐོན་སྲིད་སྐྱོང་སྤེན་པ་ཚེ་རིང་གི་བྱ་སྤྱོད་རེད། ཨོ་ད། ད་ལྟའི་གི་དགའ་ལྡན་ཕོ་བྲང་ནང་ལ་བཞུགས་པའི། ཨ་ནེ་ཅིག་ལས་ཀྱི་སྣེ་མོ་བ་ཟམ་གདོང་རིན་པོ་ཆེ་ནས་མ་རྩོད་པས། ད་ཅིག། ད་ནི་ཕོ་བྲང་ནང་གི་བཞུགས་སྡེ་རྒན་གྱིས་ད་མང་པོ་ཞུ་བ་བྱེད་ཀྱི། ཨོ་ད་གང་ཟག་གི་དབང་རྒྱུད་ཁོ་རང་ལ་ཡ། ཟིའི་ཆེ་ཨ་ནེ་ད་ལྟའི་གི་གནས་སྟངས། བུ་ཕྱི་ནང་གཉིས་སུ་གཏོགས་པའི་གི། ཨ་ནེ་ང་རང་ཚོ་སེམས་ཤུགས་ཆེ། དྲང་བདེན། ལ་དགའ་བའི་གི་ད་མི་སྣ་མང་པོ་ཞུ་བོ་བྱེད་ལ་སེམས་ལ་ད་ད་ལྟར་རྨ་ཁ་ཆེན་པོ་བཟོས་བྱས། དེ་འདྲའི་གི་ད་ལོ་ལོ་ནག་འདི། ད་འདུག་སི་ཕ། ད་རིག་གི་ནས་མ། རྫོགས་བྱས་ད་ང་རང་ཚོ་འབྱུང་འགྱུར་ལོ་གསར་བ། ཕྱི་ལོ། ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཉིས་ལོ་འདིའི་ནང་ལ་ཡ། ཨེ་ང་རང་ཚོའི་ཉམས་པ་སླར་གསོའི་གི་དམིགས་ཡུལ་རེད་འགྱོད་པ་རེད་དགོས་དོན་རེད། དག་ན་བཞིན་གི། ཨེ་ནེ། ད་གང་ཅིའི་ཐོག་ལ་ཡ། ཨ་ནི། བྱ་བ་ལམ་ལམ་ཡོད་ཡ་དང། ཨ་ནི་ཅི་བསམ། ལྷུན་གྱིས་གྲུབ་པའི། བ་འདུག་ཟེར། བཀྲ་ཤིས་སྨོན་འདུན། གྲངས་མེད་འདུག་ཟེར་ནས་ཞུ་བཞིན་ཡོད། དེ་འདྲའི་བ་སོང་ཙང། ཉལ་བའི་ཆ་ལ་ཡ། ཨ་ནི། གཏམ་བཟང། ཅིག་དགོས་ཡ་ལ་ཡ། རྒྱ་གར་གཞུང་ནས་འདུག་ཟེར། ད་ག་འདྲ། ཀྱང་རུ་མ་བྱེད་ལ་ཡ། མཇལ་ཁ། ད་ག་འདྲི་ཅིག་ཡིན། མཇལ་ཁ། མ་བཏང་ཡ་གི་འདུག་ཟེར། གནས་ཚུལ་བཟང་པོ་ཅིག། གོ་བསྡད་ཀྱི་འདུག། ད་དེ་དངོས་ཡོད་ཀྱི་གནས་ཚུལ་ཡིན་པ་ཡིན་ན། པད་མ་སེང་གེ་སོ་སོ་རང་ཉིད་ཡིན་ན། བློ་བདེ་པོ་བྱེད་དང། ཨ་ནི། ང་རང་ཚོ་དྲང་བདེན་ལ་དགའ་བའི་གི། ཨ་ནི་བུ་རུ་སྤུན་ཟླ། སྐབས་མང་པོ་ཞིབ་བོ་གཅིག། སེམས་ནང་ལ་ཡ། ཨ་ནི་གཅིག། དཔེ་རེད། སེམས་པ་སྐྱིད་པོ་ཡོང་ཡ་གཅིག་དང་གནས་ཚུལ་བཟང་པོ་ཞིག་རེ་འཕྲིན་གྱི་ཡོད་འདི་འདྲའི་ཡིན་པ་སོང་ཙང། འོ་འདི་རྒྱ་གར་གཞུང་གིས་སྡུག་བྱས་རྗེས། བཀག་དགོས་ཡ་གི་དགོས་པ་རྒྱུ་མཚན་འདྲ་བོ་འདི། ད་སོ་སོ་རང་ཉིད་ཀྱིས་གཅིག་དོགས་པ། དང་བསམ་བློ། དུ་བཅས་བཏང་པ་ཡིན་ན། ད་ལྟའི་གི་ང་རང་ཚོའི། ཨ་ནི་བདམས་ཐོན་སྲིད་སྐྱོང་གི། ཞར་དུ་ཞོར་ལ་ཡ། ཨ་ནི། ཨ་ནི་ག་སུ་རེད་ད་ནམ་རྒྱུན་ང་རང་ཚོ་གི། སྲིད་སྐྱོང། ཟུར་པ། ཁོང་ཡིན་ན་ད་གཅིག་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡ། ཨ་ནི་བོད་དོན་དང་འབྲེལ་བའི་ཐོག་ནས་ད་མང་པོ་ཕལ་ཆེར། གཏམ་བཟང་མང་པོ། པོ་སྡུག་བྱས་ནས་ཐོན་བསྡད་པ་རྗེས་རེད། ཡིན་པ་ཡིན་ན་ད་ལྟའི་ང་རང་ཚོ་བདམས་ཐོན་སྲིད་སྐྱོང་གཞིས་ཆགས་ཁག་ལ་བསྐོར་རྒྱུ་རྐྱང་རྐྱང་གཅིག་བྱས་རྗེས། དེ་དེ་གི་ཐོག་ནས་ཁེ་ཕན་གི་ཐོག་ནས་རྒྱ་བར་མོ་ཆེ་བཀའ་མཇལ་ཁ་ཞུ་ཡ་རེད། དེ་ཡང་ཏང་གཅིག་དབུ་ན་ཕྱིན་ན་གཞི་བཞག་ཁག་མང་པོ་ཞུ་བ་ཞིག་ལ་ཁོ་རང་ཐོག་མ་སྲིད་སྐྱོང་གི་འོས་ཤུ་འོས་བསྡུ་སྐབས་ལ་ཡ་ཕྱི་ལོག་ལ་རྩ་བ་གཉིས་ནས་དུང་གི་ཡོག་མ་རེད་ནད་ཡམས་ལ་ཁག་ཁུར་བྱེད་ད་ལྟས་ཀྱི་ད་ནད་ཡམས་མང་པོ་ཞུ་བ་ཞིག་ལྟ་འདུག་སེ་ནད་ཡམས་གསར་བ Omicron ད་དེ་འདྲས་ཀྱི་ནད་ཡམས་མང་པོ་ཞིག་ཡོར་དེ་དེ་གས་དེ་བེད་ཁོ་རང་ཏིང་གཅིག་བ་ཏང་བྱས་རྒྱ་བར་མོ་ཆེ་གི་སྐུ་མདུན་ལ་ཡང་ག་དུས་ཡིན་ན་འདུག་ཟེར་བྱས་ད་ཐང་མ་མ་བུ་མཇལ་ཁ་བཅར་བ་དང། ཁོ་རང་གི་ཕྱོགས་གཏོགས་པ་གི་དངོས་ཆོས་ནས་ཡིན་པ་ཡིན་ན་ཡང། བ་དང། ཅེས་རྒྱ་མདུན་སྲིད་སྐྱོང་རྒྱ་བོར་མ་གཅིག་མཇལ་ཁ་བཅར་བ་རེད་ཟེར་བྱས། ཨ་ན་རྒྱ་གྲགས་བོད་གྲགས་བྱས་བྱས། ཨ་ནི་དེ་འདྲས་བྱས་བསྡད་ཀྱི་འདུག་བ། ད་འདི། གར་ཞུགས་རེད། སོ་སོ། རྒྱ་བོར་མ་གཅིག་ལ་དེ་བ། ནི་ཡོད་མ་རེད་ཁོ་རང་གིས། ཨ་ནི་རྒྱ་བོར་མ་གཅིག་གི་བཀའ་ལ་ཡང་ཨ་ནི་ཅིག་ལོག་འདྲེན་བྱས་བསྡད་མཁན་གི། རྒྱ་བོར་མ་གཅིག་སུན་གཙེར་བོ་དེ་ཁས་ལེན་བྱེད་ཀྱི་ཡོད་མ་རེད་ཟེར་མཁན་གང་ཟག་ཅིག་གིས། ཨ་ནི་རྒྱ་བོར་མ་གཅིག། ཐུགས་བརྩེ་བཟོས་བྱས་པས་ཁྱོད་ནི། རྒྱ་བོར་མ་གཅིག་ག་དུས་ཡིན་ནས། ཨ་ནི་ཐུགས་སུན་པོ་བཟོས་རྗེས། ཨ་ནི་ཚོས་ཆུང་ཚགས་དེ་འདྲ་ལ་ཡང་ཨ་ནི་གཞི་བཞག་སྐོར་སྐྱོད་བྱས་ཏེ་འདྲེ་ཐོག་ནས་ཡིན་པ་ཡིན་ན་ཡང་ཨ་ནི་མཇལ་ཁ་བཅར་རྗེས། གང་ལྟར། ནག་པོ་དཀར་པོ་བཟོས་ཡ་རྗེས། བདམས་ཐོན་སྲིད་སྐྱོང་རྒྱ་གར་མོ་ཆེས་མཇལ་ཁ་རག་གོ་རེ་ཟེར་རྗེས། ཨ་ནི། ཁོ་རང་ཚོ། སྤེན་ཚེ་གི་ཕྱོགས་གཏོགས་པ་ཁོ་རང་ཚོ་ཡིན་པ་ཡིན་ན་ཡང་ཨ་ནི་འདི་རྒྱ་གྲགས་བོད་གྲགས་བར་བཀྲམས་བྱས། ཧོ་དེ་འདྲ་བྱས་བསྡད་ཀྱི་འདུག་བ། དེ་འདྲ་ཡིན་པ་སོང་ཙང་ད་རེས་རྒྱ་གར་གཞུང་གི་གནད་འགག་འདི། བདམས་ཐོན་སྲིད་སྐྱོང་གིས་ད་གང་ལྟར་ཁེ་ཕན་མང་པོ་ཞིག་གླེང། དེ་འདྲས་ཀྱི་ཐོག་ནས། རྒྱ་བོར་མོ་ཆེ་ལ་ཡང། ད་ལྟ། རྒྱ་གར་གཞུང་གི་པད་མོ་སེར་གྱི།

ང་རང་ཚོ་བོད་མི་ཆེན་པོ་རྣམས་ཀྱང་ཡོངས་རྒྱ་ད་ལམ་ན་ཞིང་འཛམ་བུ་གླིང་སྤྱི་ལ་ད་སྤྱི་ནོར་ཆགས་བསྡད་དགོས་རེད་རྒྱ་གར་མ་ཆེ་འཛམ་བུ་གླིང་གི་ད་མི་སྣ་ཡོངས་ཀྱིས་ཨ་ནི་ཅིག་བརྩི་ས་ཅིག་དང་སློབ་སྟོན་ཞུ་ས་ཁྱེད་ན་ཆེན་པོ་ཞིག་བྱ་བསྡད་པ་སོང་ཙང་རྒྱ་གར་གཞུང་གིས་ད་སྡུག་ཟེར་བྱས་དེ་འདྲ་བཀག་སྡོམ་བྱས་དེ་རྒྱུ་མཚན་ཨོ་དེ་འདྲ་ཞིག་སོ་སོ་རང་ཉིད་ན་མཐོང་བསྡད་ཡོད་དེ་འདྲ་ཡིན་པ་སོང་ཙང་ཨོ་ད་དེ་གཏམ་བཟང་གི་གནས་ཚུལ་ཡག་པོ་ཞིག་རེད་དྲན་གྱི་ཡོད། ད་ཐ་དོན་དེ་ལ་ཡ། དགའ་ལྡན་ཕོ་བྲང་ཟེར་ང་རང་ཚོ་ཨོ་ད་འདིས། མིང་འདི། གོང་ས་ལྔ་བ་ཆེན་པོ་ནས་བྱས་རྗེས། ད་ག་འདྲ་རྩ་ཆེན་པོ་ཞུགས་ཆགས་བསྡད་ཡོད་རེད། དེ་ལ་ང་ཚོས་གི་ཨ་ནི་ཅིག་དེ་གས། ཁྱེད་གསོད་དང་དེ་གི་ག་འདི་ཕོ་བྲང་གི་བྱས་མ་སོང་བྱས་རྗེས། ཨོ་ད་མིང་རྗེས་དེ་རྩ་བ་གཉིས་ནས་ང་ཚོ། ཨོ་དེ་ང་ཚོ་ཉམས་པ་སླ་གསོད་གི་ད། ཚོགས་མི། མི་རེ་ངོ་རེ་ནས་ཨ་ནི་ཅིག་ཐུགས་གཟབ་གནང་དགོས་ཡ་དང། ད་ག་འདྲ་ང་རང་ཚོས་གི་དགོས་འདོད་འདྲ་བོ་དེ། ག་འདི་ཕོ་བྲང་ནང་གི་ཨ་ནི་ཅིག། ད་གས། མི་སྣ། ད་གཙོ་བཙོ་ཟངས་མདོག་བླ་མ་ནས་མ་བརྒྱུད་པའི་གི་ད་འདི་ན་མི་སྣ། ཧ་ཐང་མང་པོ་ཅིག་ཡོད་རེད་དེ་གས་དེ་གི། ད་མཉེན་ཆས་ཉིས་སྟོང་ཉི་ས་གཞི་ནང་ལ་ཡི་ད་མགོ་ལོག་མང་པོ་ཞིག་བོ་ཞིག་བསྲེས་རྗེས། ཨ་ནི་ཅིག་རྒྱ་གར་མོ་ཅིག་ལ་ཏུག་སུན་པོ་བཟོས་རྗེས། འདུག་བྱས་རྗེས་ཁོ་རང་ཚོ། ད་ཉེ། རེད་ད་ལག་ནས་གཤེན་གྱི་ས་བོ་ད་ལྟ་འདུག་བྱས་རྗེས། གནང་བདེ་བ་དེ། ད་ད་ཆ། ཉིས་སྟོང་ཉི་ཤུ་རྩ་གཉིས་ལོ་དེའི་ནང་ལ་ཡ། ནུས་འཕྲུལ་ནུས་འཕྲུལ་ལ་ཁས་ལེན་བྱས་རྗེས། ཨ་ནི་ད་མ་འོངས་པ་ལ་ཡ། ག་བར་མོ་བྱས་སྐུ་ཞལ་ཐོག་ལ་ཡ་ཐུག་གསབ་གནང་དགོས་ཡ། ཧོ་དེ་ཡས་དེ་ད་ཚོ་ཚོ། ཨ་ནི་དགའ་ལྡན་ཕོ་བྲང་ནང་ལ་བཞུགས་དེ་ཡིན་གྱི། ཨ་ནི་རྩ་མི་ང། ཁྱེད་རྣམ་པ་ཚོ་གས་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་དེའི་ནང་ལ་ཡ་དྲང་བདེན་གྱིས་ད། མཉེན་ཆས་ནོར་ཤར་བ་དེ་ལ་ཡ་གྱོད་ཤག་དང། ཧོ་དེ་འདྲས་གྱིས་གནང་དགོས་ཡ་གི། ད་གནས་ཁ་ཆེན་པོ་ཞི་བོ་ཆེ་ཆགས་ཀྱི་ཡོད་སོང་ཙང། ཨ་ནི་དགའ་ལྡན་ཕོ་བྲང་ནང་ལ་བཞུགས་དེ་ཡིན་གྱི་སྒོ། ཟངས་དུང་རིན་པོ་ཆེ་ནས་མ་གཙོས་པའི་གི། ཨ་ནི་གནས་ཡོད་མི་སྣ་ཚོ་གི། ཉིས་སྟོང་ཉི་ཤུ་རྩ་གཉིས་ལོ་དེའི་ནང་ལ་ཡ། ཨ་ནི་རྒན། ཁྱི་བའི་ཐོག་ནས། དྲང་བདེན་གྱི་ཐོག་ནས། ཨོ་རྣམ་པ་ཚོས་གི་ཟབ་ས་གནང་རོགས་གནང་བྱས་རྗེས། ཨོ་འདི་ཅིག་ཞུ་འདོད་པ་བྱུང་སོང། ཨོ་ལགས་སོ་ཨེ་ནི་དེ་འདྲའི་ཅིག་ཡིན། ནམ་ཞར་རྒྱུན་ལྡན་ནས་སོ་སོ་རང་ཉིད་ཡིན་ན། ཅིག། ཨ། འདུག་ཟེར་ནས་བཤད་དགོས་མཁན་ཅིག་ཡིན། ཡིན་པ་ཡིན་ན་ཡང་ད་མང་པོ་ཅིག་གིས། ཨེ་ནི་འདུག་ཟེར་ན་ལ། བཤད་བདེ་བ་ཡིན་ན་འགྲིག་གི་མི་འདུག་ཟེར་བྱས་ད་ངེས་འབྱེད། ཨ། བཀའ་སློབ་ལམ་འབྲས་མང་པོ་ཕེབས་པ་སོང་ཙང། ཨེ་ནི་སོ་སོ་ཡིན་ན་གང་ཐུག་ཐུག་གི་ཉན་ཡག་རང་རྩོད་ནས་མ་གཏོགས་བཤད་གི་འབད་བརྩོན་རྩ་བ་ཉིད་ནས་ཞུ་གི་མེད། ད་ཡིན་པ་ཡིན་ན་ད་རེས། ཕྱི་ལོགས་ས་ཚིགས་དང་བསྟུན་བྱས། ཨེ་ནི་རྣམ་པ་ཚོ་ལ་ཡ། ཨེ་ང་རང་ཚོ་ལྟ་བ་ལང་ཚོ་གཅིག་པ་ཡིན་པའི་ཐོག་ནས་འདི་ནང་ལ་ཡ་སེམས་ཤུགས་ཆེན། དྲང་བདེན་ལ་དགའ་བའི་ཐོག་ནས་ང་རང་ཚོ་གི་འཐབ་རྩོད་འདི་ད་ཅིག། ཞི་བོ་ཅིག་པ་ཉམས་བདེ་བ་སོང་ཙང། ཉམས་པ་འདི་པ་སླར་གསོའི་ཆེད་དུ། འདི་གའི་ཚོགས་པ་ཐེག་ཆེན་པོ་ཞི་བ་ཞེས་ཆགས་ཡོད་པ་སོང་ཙང་སོ་སོ་རང་ཉིད་ནས་སེམས་ཀྱིས་མ་བཟོད་ནས་འཚམས་འདྲི་དང། ཆབས་ཅིག་ཏུ་ཨ་ཏུ་སེ་བྱེད་ཨ་ནི་ད་རེ་འདུག་འདུག་གི་འདུག་ཞུས་པ་ཡིན། དེ་འདྲ་ཡིན་པ་སོང་ཙང་ཕྱིན་ཆད་ཡིན་ནའི་སོ་སོ་རང་ཉིད་ཡིན་ན་ཨ་ནི་ཅིག་སྤྱི་ཚོགས་ནང་ལ་མ་ཅིག་ཐོན་བྱས་ཨ་ནི་དེ་འདྲས་ཀྱི་བྱེད་ཐུབ་ཡག་གི་སྤོབས་པ་ལ་ཡང་མེད་དུས་ཚོད་ཡང་རག་གི་མི་འདུག་དེ་འདྲས་མེད་པ་སོང་ཙང་ཨ་ནི་ད་ང་རང་ཚོ་ཅིག་འདི་ནང་ལ་ཡ་ད་མང་པོ་ཅིག་ཡོད་རེད་སྤྱི་ཚོགས་དྲ་རྒྱ་ནང་ལ་མ་ཐོན་བྱས་ཨོ་རྣམ་པ་ཚོ་ལ་ཡ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་དང་ལྷག་པར་དུ་ཉམས་པ་སླར་གསོ་འདིའི་ནང་ལ་ཡ་ཁྱོད་དང་རྣམ་པ་ཀུན་ཏུ་རྒྱབ་སྐྱོར་གནང་བསྡད་མཁན་གྱི་ད་སེམས་ཤུགས་ཅན་མང་པོ་ཞི་བུ་ཅིག་ཡོད་རེད་ཨོ་ཁྱེད་རྣམ་པ་ཡོངས་ལ་ཡ་རྒྱབ་སྐྱོར་རྒྱ་ཆེ་རྒྱ་དམ་པ་ཁྱོད་དང་རྣམ་པ་ཀུན་ཏུ་ཡོད་ཨ་དེ་འདྲས་ཡིན་པ་སོང་ཙང་ཁྱེད་རྣམ་པ་ཚོ་ཨ་ནི་གཅིག། སྐུ་གཟུགས་ལ་ཐུགས་ཅག་དང། ཨ་ནི་གཅིག་ཁྱིམ་ཚང་འཆམ་མཐུན་སེ་རེ་ནི་མེད། འོ་ད་བསམ་དོན་ཆོས་བཞིན་འགྲུབ་པའི་གི་ཨ་བཀྲ་ཤིས་སྨོན་འདུན་འདུག་ཟེར་ནས་ཞུ་གི་ཡོད། ཨེ་ད་ག་ན་གཞན་གི་ལོ་གསར་པ་དེའི་ནང་ལ་ཡང་ང་རང་ཚོ་ཉམས་པ་སླར་གསོས་ཀྱི་དམིགས་ཡུལ་དང་དགོས་པ། འདུན་པ་དེ་གས་ཆ་ཚང་གཅིག། ཨ་ནི་བརྒྱ་ཆ་བརྒྱ་ཐམ་པ་འགྲུབ་ཐུབ་གི་རེད་ང་རང་ཚོ་དྲང་བདེན་བདེན་པ་ཡོད་རེད་དེ་འདྲས་ཡིན་པ་སོང་ཙང། དུས་ནམ་ཞིག་ང་རང་ཚོའི་བདེན་པ་དེ་ཏན་ཏན་ང་ཚོ་བདེན་པས་རྒྱལ་བ་ཐུབ་གི་རེད་ཅེས་ནས་བརྒྱ་ཆ་བརྒྱ་ཐམ་པ་འདི་འདྲས་བྱས་ནས་དྲན་བདེན་གི་ཅིང། ཨོ་དེ་འདྲས་ཡིན་པ་སོང་ཙང་རྣམ་པ་གཞན་ཚོ་ལ་ཡང་སྙིང་ཐག་པ་ནས། ཨ་ནི་ང་རང་ཚོ་བདེན་པས་རྒྱབ་ལ་ཡང་རྒྱབ་སྐྱོར་གནང་བ་དེ་སྙིང་ཐག་པ་ནས།